ཡ་རྒྱུ་ལས་དེ་ནས་ཡང། ས་མཁན་དང་གཟིགས་སྟན་ལྷན་རྒྱས་ལ་དེ་ནས་ང་དང་ཨེ། དང། དེ་ནས་ང་དང་གཞན་འགྱུར་ཡང་ནས་དེ་ནས་གཞན་འགྱུར། གཉིས་པོ་ང་དང་ཨེ། སྐྱོ་སྟེ་ནཱ་ལ་ལས་དགའ་བ་དེ་ནས་སངས་རྒྱས་སྤྱོན་དང་དམ་ཆོས་གསུང་བཞུད་སྟེ་ཧ་ལ། འོ་ད་དམ་ཆོས་གསུང་བཞུད་ཡ་གཅིག་ན། དེ་ནས་སྟོན་ཟླ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་སི་ཁོང་རང་སྐུ་རྩེ་ན་ཆོས་སྐོར་རིམ་པ་གསུམ་བསྐོར། ཧ་ལ་ལས། སྐོར་ར་བཛྲ་སྟེ་སྟེང་ནས་བདེན་པས་དེ་ནས། ད་ང་དང་སངས་རྒྱས་སེ་དེ་ནི་ཆོས་སྐོར་མ་གསུངས་ཀ་ནི་མ་གསུངས་སེ་དེ་ནི་སྐབས་ཤིག་དུས་ཤིག་ཡང་ང་དང་སྐྱེས་ན་འོ་ད་དེའོ་དེ་ནི་ང་དང་གཞན་ནི་འབྱོར་བ་དེ་ནི་གཞན་འབྱོར་རེ་ལ་ཆ་མེད་ཀ་ཧ་ལ་ལས་མདང་ངས་བཞུགས་དེ་ནི་ང་དང་སྤེན་ན་ཆོས་སྐོར་རིམ་པ་གསུམ་པ་བསྟན་པ་དང་ཧ་ལ་ལས་བསྟན་པ་དེ་ནི་བསྟན་པའི་དམ་ཆོས་ཀྱིས་དེ་ནི་འབྱོར་བ་བཞུགས་ཀ་འོ་དེ་ང་དང་དེའོ་བཞུགས་དེ་ནི།

དེ་ནི་སྐྱེས་བུ་དམ་པ་ཚང་མ་བཞུགས་སྟེ་ཡོད་དེ་ནོ། ཧ་ལ་ལས། ཁོང་བས་དེ་ནི་སངས་རྒྱས་སུ་ཅི་གསུང་བ་མཛད། ཧ་ལས། སངས་རྒྱས་སུ་བཀའ་བདེན་ནོ་རྒྱུ་བ་ནོ། ད་ལས། ཧ་ལས། སངས་རྒྱས་སུ་གསུང་དེ་ནི་བདེན་པས། ཅི་གསུང་བ་མཛད་བཀའ་འགྲོ་ཚོགས་པ་བདག་སངས་ཡིན་ང་དང་སྐྱེས་ཆེན་དམ་པ་རྣམས་ཀྱིས། དེ་ནི། བླ་མ་རྣམས་ཀྱིས། དེ་ནི་ང་དང་གསུང་བ་མཛད་དེ་ང་དང་ཚོགས་པ་བདག་སངས་བདེན་པས། ཉམས་ལེན།

སངས་རྒྱས་སུ་གསུང་དམ་ཆོས་པོ་དེ་ནི་ང་དང་ཉམས་ལེན་མཛད་དགོས་ཞེས་སྨྲ་ཁག་ཅན་ཡིན་ཀྱང་ཧ་ལ་ལས་ཨོ་དེ་བས་གསུངས་པ་སངས་ཨོ་དེ་སངས་རྒྱས་སུ་དེ་ནི་དམ་པའི་ཆོས་ཀྱི་སྦྱོར་བ་དེ་ནི་གཉིས་པ་ཡིན་ཀྱང། ད་ཆོས་བསྟན་ཏེ་ང་ལ་ལས་ད་ཆོས་ང་དང་བསྟན་ན་མཛད་ཀྱང་སངས་རྒྱས་སུ་དེ་ནི་ཆོས་བསྟན་ཀྱང་དེ་ནི་བསྟན་པ་དེ་ནི་ནུབ་ན་ཕན་ན་མེད་ཀྱང་ཡང་ང་དང་ཧ་ལས་བསྟན་པ་ནུབ་སྟེ་ཧ་ལས་བསྟན་པ་ནུབ་ན་དེ་མི་ཕན་པར་བདག་ས་ང་དང་ང་བསྟན་པས་དེ་ནི་ན་ཚ། སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་པ་དེ་ནི་མི་བསྟན་མ་སྐྱོ་ད། དེ་ནི་བསྟན་པས་ན་ཚ་པོ་མ་ཚ་ར། དེ་ནི་ང་དང། ད། ཆགས་པའི་སྒོ་ནས་ན་མ་རྫོགས་ས་མོལ་སྟོང་འཛིན་པ་ད་དེ་ན་མ་ཚ་ར་བ་ལ། མ་ཚ་ར་དེའོ་དེ་ནི། དེ་ཏུས་ལ་སྐྱེས་པ་སངས་ཏེ་བ་ང་དང་ཏུས་ཀྱི་སྦྱོར་བ་ཟད་དེ་བདེན་པས་དེ་ནི་གསུམ་པའོ་འགགས་ད་ང་དང། ད་ལྟེ་བ་ཟེར་ནི་ང་ཏང obtained of precious time མིན་ནོ་ཀྱག་ལྟ་བདེན་པའི་ལི་ཏ་ཨི་སང་དེ་ནི་ང་ཏང precious time གཅིག་སྨྲ་ནི་མི་ཀྱག་ལྟ་ཨོ་ལྟེ་བ་དེ་ནི་ང་ཏང་བདག་ས་སྟན་པའི་སྟན་པ་ནས་པ་བཞུགས་ཀར་པོ་གཟུགས་བཞིན་ཀྱག་ཧ་ལས་ད་ལྟེ་སྟིང་ནས་དེ་ནི་ང་ཏང་ཨའི་ད་ཅུད་ཀྱག་ཟེར་ན་ད་སྟན་པ་ནས་ཀྱག་ཧ་ལ་དུས་ཀྱི་སྦྱོར་བ་དང་པོ་དང་པོ་ང་ཏང་ཨའི་དང་པེ་ན་དེ་ནི་སྟོན་པ་ཁྱད་པར་ཅན་གྱི་སྦྱོར་བ་དང་གཅིག་ཧ་ལ་ལས། དེ་ནས་གཉིས་པ་བས་ན་དེ་ནི་ང་དང་དམ་པའི་ཆོས་ཀྱི་སྦྱོར་བ་དང་གཉིས་སོ། དེ་ནས་གསུམ་པ་བས་ན་དེ་ནི་ང་དང་ལྟོས་ཀྱི་སྦྱོར་བ་དང་གསུམ་སོ། ཨོ་ད་ང་དང་བཞི་པ་བས་ན་ཅི་ཡོད་ཀྱི་ཞུས་ན་དག་སང་ང་དང་སྤེན་ནམ་སྟན་པ་ང་དང་ན་སྟེ་ཡོད་ན་ཡང་ཧ་ལ་ད་ད་སྟན་པ་དག་ས་ཡིན་ན་སྟེ་ཡོད་དེ་ནོག་པ་ང་དང་ལས་སྟན་པ་ན་སྟེ་ཡོད་དེ་འཇིག་ན་ད་དེ་སྟན་པས་ན་ང་དང་མ་བཞུགས་ན་ཨོ་ད་སངས་རྒྱས་སས་མ་བཞུགས་ཟེར་ཅི་སེ་དོན་དག་པོ་དེ་ནི་སངས་རྒྱས།

སྟན་པའི་ན་གཞུག་ས་བརྫ་དེ་སྟེང་ནས་དེ་ནས་རང་ང་དང་སྟན་པའི་ན་གཞུག་ཤེས་སེ་དེའི་ང་དང་སྐབས་སོགས་སུ་ཐོབ་སྟེ་རང་སྨྲ་བསོ་བདེ་ཆེན་པོ་སྨྲ་བསོད་ནམས་ཆེན་པོ་ཡིན་སྐྱག་པ། དེ་ནས་གཞུག་དེ་ཡིན་ན་ཡང་ཨོ་ད་ཏེ་སངས་རྒྱས་སུ་གསུངས་པོ་ང་དང་ཚུགས་པ་ཐོབ་ཐུབ་ག་ནས་དེ་ནས་སྐྱེན་པོ་སྐྱེན Condition སོགས་སུ་ད་ང་དང་སྐྱེན་མྱོང་ཆོག་པ་ལ་རྒྱུ་རང་རྒྱུ་ར་ད་སྐྱེན་པོ་སུ་བཟོད་ན་སྐྱེན་པོ་དེ་ནས་ང་དང་དགེ་བའི་བཤེས་གཉེན་ཨ་ད་དགེ་བའི་བཤེས་གཉེན་རྒྱུ་ན།

ཟིན་ཏེ་ང་ལྟ་བའི་ཡ་ནི་ཁྲི་ར་ཛ་ཏེ་མོ་ལ་རོག་ལྟ་ཧ་ལ་ལེ། ཁྲི་ར་ཛ་ཏེ་དེ་ནས་ང་ལྟ་ང་པ་དེ་ནས། ཁོང་ལ་ཁྲི་ཅེ་སེ་ཁོང་ནས་ན་ཐུགས་རྗེ། ལྟ་ང་ལྟ་ཐུགས་རྗེ་ཟེར་ནས་མ་ནས་བདེན་པའི kindness compassion ཧ་ལ་ལེ། དེ་ནས་མ་ནས sympathy བསྟོད་ཚོགས་ཁོང་ནས་ན་ཡོད་པ་སང་ཨོ་དེ་ཐུགས་རྗེའི་སྦྱོར་བ་གཞོན་ནོག་ལྟ་ལེ་ཐུགས་རྗེ། གཞན་ཕྱིར་ཧ་ལེ་གཞན་ཕྱིར་སྙིང་བརྩེ་བ་བཞུགས་ཀ་འགྲོ་སྟོན་ནོག་ན། དེ་ནས་ཁོང་གི་ཕྱོགས་ནས་ང་དང། སངས་རྒྱས་སྲས་སྲུང་བདེན་པས་དེ་ནས་མ་ནས། ཐུགས་བརྩེ་བ་ཆེན་པོའི་སྒོ་ནས། With great compassion Hallelujah མ་ནས With great love ནང་ཡང་པོ་ང་དང་སངས་རྒྱས་བཅོམ་ལྡན་འདས་སྲས་སྲུང་པོ་ང་དང་ཚུགས་པ་དེ་ནས། ཐུགས་བཅུག་སྟེ་ང་དེའི་སྲས་མིན་རྒྱུ་དེས་དེ་ནས་ཉོན་མོངས་པ་མ་རིག་པའོ། སེལ་བཅུག་ཀན་པོ་སྐྱེ་འགྱེད་བའི་བཤེས་གཉེན་ལ་ཐུགས་དེ་ཡོད་པ་སངས་ཨོ་ད་དེའོ་དེ་ནས་ཅི་ཡིན་སྐྱག་ཟེར་ན་ཨོ་དེ་བ་དེ་ནས་ང་དང་གཞན་ཕྱིར། རྟག་ཏུ་སྙིང་བརྩེ་བ་བཞུགས་ཀན་པོ་དེ་བ་ནོ།

བཅུ་སྙན་ཅེས་སའི་བདེན་པའི་ད་ཡོད་རྟགས་ལྔ་རྟགས་དེ་རྣམ་གཅོད་དོ་ཡོད་སྐྱག་པ་དེ་ང་ལ་ངའི་གཞུ་བ་ཙོག་ལ་མིའི་གཞུ་དཀར་པོ་བདེན་པའི་མ་རྣམ་གཅོད་ཆེན་པོ་ང་རྟགས་སེམས་ཅན་ཚང་མའི་ཡང་ནས living beings ཚང་མའི་ཡང་ནས་དེ་ནས་རིག་པ་མ་ནས་སྐྲག་ཤོག་པོ་ཡིན་སྐྱག་པ་ཡིན་ན་ཡང་ད་སངས་རྒྱས་སའི་གསུང་ང་ཅི་མ་ཇི་བཞིན་ང་རྟགས་ཉམས་ལེན་གཅོད་ཅེས་ལྟེ་བ་ང་རྟགས་དེ་ནས་རྟགས་ཆ་གཅོད་ཅེས་ཨོ་ད་ལྟེ་བ་ཚིར་ཚིར་ནང་བཞིན་ཅིག་ང་རྟགས་སེམས་རྒྱུད་དེ་ནང་ང་དེ་མ་ཡིན་དྲིས་ན་ང་སཱལ་དཀར་འབོ་དེ་ནས་བདེན་པའི་སུ་ཡ་ཐུག་ག་རྫ་སྟོད་སྐྱག་ཟེར་ན་ཨོ་ད་ཀན་དགེ་བའི་བཤེས་ངན་ལ་ཐུག་ག་རྫ་སྟོད་སྐྱག་ཨོ་དེ་དགེ་བའི་བཤེས་ངན་པས་དེ་ནས་བདེན་པ་མ་སྐུ་སྤྲིན་དང་མཉམ་པོ་མ་བཀའ་སྤྲིན་དང་མཉམ་པོ་མ་དེ་ནས་ཁོང་བས་དེ་ནས་ཐུགས་བཞེད་དང་མཉམ་པོ་དེ་ནས་ང་དང་ཆོ་ས་ལ་རྫ་ན་ཨོ་ད་བདེན་པ་དེ་ནས་ང་དང་ཅི་ཡོད་སྐྱག་ཟེར་ན་ཨི་དེ་ནས་འཁོར་བའི་རྒྱ་མཚོ་ཨ The Ocean of Suffering། ང་དང་བཟི་ན་སྡུག་གི་ས་ག་ར་ལ་ལས་དེ་ཡང་ནི་ང་དང་དེ་ནི་བིང་སྙན་བཅས་བཏགས་དེ་མ་གཏོགས་དེ་ནི་ཡང་དང་ཡང་དུ་ང་དང་ཡི་འཁོར་བས་ན་ཡི་བསམ་ས་རེ་ན་འཁོར་རེ་འདུག་ན་ད་ཅི་ཡོད་ཀྱག་བཟི་ན་དེ་ནི་སྡུག་བསྔལ་མ་ནི་མ་ནི་མེད་ཀྱག་ད་སྐྱོད་པ་སང་ད་ངས་ཡི་སྟེང་ནས་དེ་ནི་ཅི་བཞུད་མཛད་ན་ད་སང་གས་སྐྱོན་བཞུད་ས་ནི་ད་སང་གས་སྐྱོན་བཅས་སྤེལ་བའང་ད་དེ་བ་དེ་ནི་སྐལ་པས་སྐལ་དེ་ང་དང་སྒྲོན་སྐལ་དང་མུན་སྐལ་བཟིར་ཀ་ནི་དེ་ནི། གཞལ་བཏབ་མ་མང་པོ་ཞིག་གསལ་བྱེད་ག་ག་ལ་ལས་དེ་བས་སྐོར་ལ་དེ་ནི་བདེན་པ་ད་རྒྱས་སྤ་ཅོ་སྟེ་ཡིའུ་མ་ཧྲན་ཏེ་ང་དང་ཧ་གོ་གོ་བཤོད་ཀྱག་བཤོད་པ་སང་ཨོ་དེ་སངས་རྒྱས་སྤྱོད་འཇུག་སྐལ་པོ་ད་རུང་ཡིས་སངས་རྒྱས་ས་རིག་ཅོ་སྟེ་ཡིའུ་དག་ས་ངེ་དེ་ནི་རྡོབ་རྡོབ་རྡོབ་ཙམ་ཅིག་ང་དག་བཞུད་ན་དེ་ནི Summarize ཨ་ལ་ལས་དེ་ནི་རྩ་པིག་ཞིག་ཁེ་ཏོག་ནས་ཉུང་ཉུང་ཙོག་ཞིག་བཞུད་སྟེ་ད་དེ་བས་སངས་རྒྱས་སྤྱོད་འཇུག་སྐལ་པོ་བདེན་པའི་མ་ཁག་ཅན་ཅིག་ཡིན་ཀྱག་ལྟོས་སྐོར་ལ་ངས་ད་རུང། ཨིའི་སྟེང་ནས་དེ་ནས་ཡང་དུམ་བུ་འོད་ནས་ནང་དེ་ནས་བདེ་མོ་ཅོས་ཏེ་སངས་རྒྱས་སྤྱོད་ནས་སྐོར་བོ། དེ་ནང་ནས་སྒྲོན་སྐལ་དང་མུན་སྐལ་ལས་སྐོར་བོ་རྩ་པིག་ཤིག། དེ་ནས་ང་ད་གཟབ་གཟབ་ཅོས་ཏེ་ཧ་དེ་ནས་མ་ནས་བཞུགས་གོ་ཞེས། ས་མ་རག་བསྐྱོད་པ་སང་ལྟོས་ངས་བཞུགས་བྱས་སེ་དེ་ནས་བརྩོན་འགྲུས་སྤྱོད་དེའོ་ང་ད་སྟེང་མ་དེ་ནས་དུམ་བུ་འོད་ནང་བཞུགས་བྱས་སེ་བརྩོན་འགྲུས་བྱས་དེ་ནས་ཚང་མ་ལ་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ལས།